ད་ལྟ་རྟ་མཇུག་གོང་མའོ་ནང་ནས་ནོ་བོ་ར་ཁུར་ཉིས་གར་སྡོང་རྩ་ཟིན་ན་ཡོད་ད་རེད། དེ་ནས་ད་ཁུར་དགོས་ནོ་བོ་ཁུར་བོ་ད་སྡོང་རྩ་དེ་ནས་བསྐྱུར་དེ་ངས་ད་ད་ཁུར་དགོས་ཁུར་བོ་ད་འཆམ་འཆམ་འཆམ་ནས་ད་ད་བྲག་ཕུག་ཟིག་ཡ་ཞིག་རྒོད་མ་རུའི་གྱན་ཟིག་གི་རྩ་ཐོག་འདིང་ཟིག་དེ་ནས་ད་ཁུར་དགོས་སུ་ངས་རྒོད་བཏང་ཟིག། སྒོ་བཏོང་ནི་ར་ད་ནང་ནས་ག་པོ་ཟ་ལོ་ནི་འཛི་ག་ཁ་སྐྱ་སོ་ཀ་རུ་ལུག་ཟླ་བ་ནི། ཁ་ན་སོ་ར་ཁུར་ཟིག་ར་མེ་ནི་ད་ག་སྙིགས་དོ་སོ་སྔོན་པོའི་ལུག་ཟླ་བ་ནི་དུམ་ཟི་ལྟར་གོ་བོ་བཏང་ཟིག། སྒོ་བོ་ལི་ད་ལི་ད། ཨ་ཛི་ཁྱི་ན་འདྲི་ཤི་ལར་ཤང་རྗེས་བཟོ་གི། ཁྱོད་གང་ནས་ཡོང་ནི་ཡིན་ཁྱོད་འདི་མི་མཐའ་འཁོབ་གི་ས་ཆ་ཟི་ག་ཁྱི་ཟི་ག་ཡོང་ནི་ཡིན་དུབ་ཟིས་དྲིས་ཟིག། ཟི་ག་ད་ད་ཁུར་གི་ལོར་གྱི་ཚང་མ་བཤད་ཟིག་ད་ཁུར་གི་ཕོབ་གྲངས་ནང་ན་ཡོད་དུས། ད་ནོ་བོ་གི་ཁུར་གྱི་སྲོག་བཅད་ཡིད་ད་ཁུར་གཉིས་ཀ་ཡིད་ལག་བཞན་ན་དྲུ་ཡིས་དུན་ད། ད་ནོ་བོ་དུ་ཏོག་དུ་ད་ལམ་ནི། ཏོག་སྐུམ་གི་མོ་ཨ་ད་བརྒྱ་སོང་ནོ། དུ་བྱ་ཀུ་ནུ་ཚོ་ལ་ད་ཁུར་གྱི་གཤིས་ཀྱི་སེ་མི་དུ་གི་ད་ངུ་ཅི་ཡུང་ད་ལི་ཏི་གི་བྱ་ཚིག། བྱ་ནི་ར་ད་ག་པོ་ལོ་ལོ་ནོ་ཏི་གི་ར་ད་ཤུག་རང། ཤུག་རང་གཟུགས་འཐེན་ཞུ་ར་ད། ད་ཆོ་མ་ངུ་ཨི་གཉིས་ཀ་རྐུན་ན་སོང་ཨ་ད། ཆུ་ནོ་བོ་གི་སྲོག་བཅད་ཨ་ཡོང་ཨ་དུ་བཟི་ཡིད་ད། ད་གཉིས། པོ་ལོ་ལོ་ནོ་ཏི་ས་ནི་ས་རྗེ་རི་ར་ཏི་ཆེ་རི་ད།

ས་དེའི་འབངས་མི་སེར་ཚང་མ་སའི་གོ་གནས་ལྡང་ནས་དམ་ཚོད་བཟང་ཟིག་ཞིག་ས་དེའི་འབངས་མི་སེར་རམ་ཚོད་ན་ཞིག་མེད་དུ་མི་རུང་བ་དུ་མ་ཟིག་ཡིན་ཟིག། ཡིན་ན་ར་ད་ལོ་འགའ་གི་སྔོན་ན་ད་ཚོད་བཟང་དེ་ད་གླག་རྡུང་ཞིག་གི་ད་ལས་ད། ད་ལོ་རེ་རེ་བཞིན་དུ་ད་བུ་སྟག་ལོ་བ་གཉིས་དམ་ཚོད་དེ་འབུར་གོ་ནས་དུག་འབུ་བཏང་ན་ད་ད་གཟོད་ད་དུས་བདེ་གནས་འཇིམ་ཡོང་ནས་དུག་མ་འབུ་ན་ཚོད་དུ་འཁྱེར་ནས་ད་ཡུལ་ཕྱོགས་ཀྱི་འབངས་མི་སེར་ཚང་མ་དག་གནོད་འཚེ་ཐེབས་ནས་དུ་མ་ཟིག་ཡིན་ཟིག། འདི་འདྲ་ཡུལ་དེ་དག་བུ་སྟག་ལོ་བ་དག་ལོ་རེ་ནས་ལོ་རེ་སྐྱེས་མྱོང་ནས་སྐྱེས་མྱོང་ད་བུ་སྟག་ལོ་བ་ཟི་ཡོད་ན་ར་ལ་ལ་ས་ཆ་གཞན་ན་བྲོས་ད་ལ་ལ་གླག་རྡུལ་དེ་མཆོད་པ་དུག་འབུ་དང་ནོར་བུ་ད་ས་ཆ་དེ་ན་ད་བུ་སྟག་ལོ་བ་ཟི་མེད་ཚུགས་ད་ས་ཆ་དེ་གར་རྒྱལ་བོ་བློན་པོ་ཚང་མ་ཕྱོགས་ཀུན་ཏུ་ངེས་ད་རྩད་གཅོད་བྱས་ཡིད་ད་ད་ཁར་ཆ་བུ་ད་ལོང་བ་དེ་ཕུག་གི་བྲག་ཕུག་གི་ནང་ན་ད་བུ་སྟག་ལོ་བ་གཉིས་ཡོད་དང་ནོར་ད་གོ་སོང་ཟིག།

ད་ཅི་ར། མདོང་བཟུང་ཡིན་ད་ལི་ད་ཁར་གི་འཇིགས་སྐུ་ན་འདྲ་ཡིན་ད་ཆུ། བོད་དུ་ཉི་ག་ཁོང་ཆ་བ་མི་སྤྲུལ་ན། ཁོང་ཆ་བ་ཆུ་མགོ་ལེན་རྒྱུ་དུབ་བཟོས་བྱ་ཚུ། དུ་སེ་གོ་ནོ་ད་ད་རྒྱལ་ཚི་ཉི་གི་གོ་དུ་ངི་ཆེར་བཟུང་ད། རེ་མམ་ཚོར་ཙིང་གི་ནང་ནི་བཤེ་ར་དུ་ངི་ད་ད་ཆུ་ཚུ་ག་པོ་ལ། འོ་བརྒྱ་མ་སྟོད་ད་ངི་ཉེ་འདི་ན་ཡོ། ད་ཆུ་ཆུ་ཉི་གི་ངི་ཉི་ག་བཟུང་བ་སོང། གི་པོ་འོ་བརྒྱ་མ་སྟོད་དུ་བཟོས་ད།

བུ་མོ་དག་ཡང་སེམས་མ། ད་ང་རྒྱལ་བོ་གི་ཆད་པ་རེ་ཆི་ནང་ང་ཧིན་གི་ན་དགོན་ནི་རེ་ར། གཞོན་ནུ་འདི་གཉིས་ཀ་རྙིང་མར་གྱི་རང་ལྟོ་མེད་དུ་ཆི་ནང་ང་ངག་ལག་དུ་ན་ས་གི་འཇུག་པ་སྙིང་རྗེ་ཡི་དུ་འདུག་ཚུགས། དུ་ནི་ད་ངག་ལག་དུ་ན་དུས་ད་རིང་གི་མཆོད་པ་འབུལ་བ་ནི་གི་གོ་ཐུམ་དག་གི་ཁབ་ལ་ངེག་གཅིག་དུས་ནི་ར་ད། ནང་ན་བུ་གཉིས་ར་བུ་མོ་གཅིག་ཆུ་འདོན་པའི་གསུམ་ཡོད། དུ་ནི་ད་ལག་དུ་ན་དག་གི་འདི་ཁྱེར་གི་ནི་རེ་བཟོ་ཡི་དུས་ཀྱི་རྒྱུ་མཚན་དྲིས་ནི་ར་ད།

དེ་ནས་ད་ཕུ་ནུ་སྤུན་གཉིས་ཀྱིས་ད་རྒྱལ་པོ་ཡ་ད་མཚོ་ཁ་གི་དོན་དག་ཚང་མ་ད་མགོ་ནས་བོས་ལུས་སྔ་མ་དུས་ད་གཅིག་གཅིག་གཉིས་གཉིས་ཀྱི་མ་ལུས་ཡ་བཤད་དང་ཟིག་བཤད་ནི་ར་ད་དྲང་སྲོང་ཤིན་ཏུ་དགའ་ཡིས་ད་རེས་མར་སྒོ་ཕྱེས་དུས་ངས་ད་ད་གར་ཆག་དྲག་ཕུག་ནང་སོང་ངས་ད་ཁ་བརྡ་ཡིས་ད་ཚིག་དེ་ནས་ད་བུ་མོ་དེ་ར་ཕོ་བྲང་ནང་སོང་ངས་ད་ལི་ད་རྒྱལ་པོ་ཡ་ད་མཚོ་ཁ་གི་དོན་དག་ཐམས་ཅད་དུས་ཀྱི་བཤད་ནི་ར་ད་རྒྱལ་པོ་ད་ཤིག་གི་དགའ་ཡིས་ད་རྒྱལ་སྲས་གཉིས་ཀ་ཕོ་བྲང་ང་གདན་དྲི་ནས་ཡིས་ད། གིས་སྲིན་མོ་འཛིན་མ་དང་དོག་གོ་དེ་ད་ཉི་མ་འོད་ཟེར་གྱི་ཆུང་མ་བྱས་ནས་ད། ཉིན་སྟོན་གཟུགས་ཨ་དག་ཞིག་གིར་རྒྱ་ཆེན་པོ་གཟུགས་ཡིས་གཟིགས། དུ་འདར་རྒྱ་འོག་གི་ད་རིང་གི་སྲིན་མོ་འཛིན་མ་དང་དོག་གོ་དེ་ད། གླང་ཆེན་ལྔ་བརྒྱ་གིར་བཙོང་བ་དང་བཅས་ཏེ་ད། དར། སྔོན་གྱི་རྒྱལ་སྲས་གཉིས་ཀྱིས་རྒྱ་ཁབ་པ་ད་བྱ་དང་གཟིགས། རྒྱ་འོག་གི་ད་རིང་གི་བུ་གཉིས་ཀ་རིག་ནི་ར་ད་སེམས་ནས་ཀི་ཤི་གིར་ཀ་གཟིགས། རེ་བྲ་ཡང། སྔོན་གྱི་དོན་དག་ཚང་མ་ཡིད་ལ་དྲན་ནས་ཡང་གིར་གི་ངོ་ཚ་ཡིས་དི་ཡིས།